ལྷན་སྐྱེས་གཙང་མ་ལ་སྐུ་ཁམས་བཟང་ང་ཟླ་བ་འདི་འགྲོ། དེ་རིང་ངས་དྲ་ལམ་འདི་ཡི་བརྒྱུད་ནས་ཁྱེད་རྣམ་པ་ལ། བལ་ཡུལ་གྱི་ནང་པའི་གནས་ནང་ནས་རྙིང་ཞོ་དང་རྩ་ཆེ་ཞོ། རང་བྱུང་གི་མཆོད་རྟེན་འཕགས་པ་ཤིང་ཕུན་གྱི་སྐོར་ལ་མདོར་བསྡུས་ཙམ་གྱིས་ཞུ་ཡས་ཡིན།

སངས་རྒྱས་ཀྱི་མདོ་གང་ལས་ཁུངས་གཏུགས་ཀྱི་ཡོད་མེད་དང། མདོ་དེ་ནས་གསུངས་པའི་ལོ་རྒྱུས་ག་འདྲ་ཡིན་མིན། དེ་ནི་མཆོད་རྟེན་དེ་ཡི་མཚན་དང་བཞེངས་ནས་ལོ་ག་ཚོད་ཕྱིན་ཡོད་མེད་དང། དེ་ནི་མཆོད་རྟེན་དེའི་ཞིག་གསོ་བླ་མ་སུ་དང་སུ་ཡིས་གནང་ཡོད་མེད་དང། ཐ་མ་ལ་དེ་ནི་ནང་པ་ཙམ་མ་ཡིན་པ། ཆོས་ལུགས་གཞན་སུ་སུ་ཡིས་ད་མཆོད་རྟེན་འདི་རྩ་ཆེན་པོ་བརྩིགས་ཀྱི་ཡོད་མེད་ཡི་སྐོར་ལ་མདོར་བསྡུས་ཙམ་གྱིས་ཞུ་ཡས་ཀྱིས་འབད་བརྩོན་བྱེད་ཀྱིན་ལ་ཐུགས་རྗེ་ཆེ། རང་བྱུང་གི་མཆོད་རྟེན་འཕགས་པ་ཤིང་ཀུན་འདི་ཉིད། སྔོན་གྱི་མཁས་གྲུབ་རྣམས་ཀྱིས་སངས་རྒྱས་ཀྱི་མདོ་རྣམ་པ་གཉིས་ལ་ཁུངས་གཏུགས་ཀྱི་ཡོད་པ་རེད། དེ་ཡང་གཟུངས་འདུས་ནང་ལ་ཡོད་པའི་འཕགས་པ་གླང་རུ་ལུང་བསྟན་གྱི་མདོ་དེ་དང་རང་བྱུང་སྔོན་རབས་ཀྱི་མདོ་གཉིས་ཆགས་བསྡད་ཡོད་རེད། མདོ་དེ་གཉིས་ནང་ལ་བསྟན་པའི་ཚིག་ཁ་ཤས་ཤིག་ཞུས་པ་ཡིན་ན། དེ་ཡང་འཕགས་པ་གླང་རུ་ལུང་བསྟན་གྱི་མདོ་ལས་ག་རེ་གསུངས་ཡོད་རེད་ཟེར་ན། རིགས་ཀྱི་བུ་བྱང་ཕྱོགས་ལོགས་ན། རི་གླང་རུ་དང་ཉེ་བའི་ཆུ་བོ་སྒོ་མའི་འགྲམ་ན། དྲང་སྲོང་ཐུབ་པ་ཆེན་པོའི་ཕོ་བྲང་མཆོད་རྟེན་སྒོ་མ་ས་ལ་གནྡྷི་ཞེས་བྱ་བ་ཞིག་ཡོད་དེ་དེ་འདྲས་གསུངས་ཡོད་པ་རེད། དེར་མ་ཟད། རང་བྱུང་སྔོན་རབས་ཀྱི་མདོ་ནང་ལ། གླང་རུ་ཞེས་བྱ་རི་བོ་ནི་ནེ་པ་ལ་ཡི་ཡུལ་དུ་ཡོད་དེ་འདྲེ་གསུངས་ཡོད་པ་རེད། མདོ་དེ་གཉིས་ཀྱི་སྐོར་ལ་ཅུང་ཟད་ཙམ་གྱིས་ཞུས་པ་ཡིན་ན། དེ་ཡང་དུས་རབས་བཅོ་ལྔ་ནང་ལ་བྱོན་པའི། འཕགས་པ་ཤིང་ཀུན་ཞིག་གཙོ་གནང་མཁན་གཙང་སྨྱོན་ཧེ་རུ་ཀ་ཁོང་དང། ཕྱིས་སུ་ཨ་ནེ་ལྷ་བཙུན་རིན་ཆེན་རྣམ་རྒྱལ་དང་རྟོགས་ལྡན་ཤཱཀྱ་ཤྲཱི་རི། འཇམ་དབྱངས་མཁྱེན་བརྩེ་ཆོས་ཀྱི་བློ་གྲོས་མཆོག་ཁོང་རྣམ་པ་ཀྱིས་ག་རེ་ཟེར་ན་གླང་རུ་ལུང་བསྟན་གནང་ལོ་ལ་བརྟེན་བྱ་རྒྱོ་རི་གླང་རུ་དང། མཆོད་རྟེན་སྒོ་མ་ས་ལ་ག་འདི་ཞིག་འདི་ཉིད། ད་ད་ད་བལ་ཡུལ་ལ་ཡོད་པའི་འཕགས་པ་ཤིང་དགོན་འདི་ཉིད་ཡིན་པ་འདོད་ཀྱི་ཡོད་པ་རེད། ཕྱིས་སུ་དུས་རབས་བཅོ་བརྒྱད་ནང་ལ། སི་ཏུ་པཎ་ཆེན་ཆོས་ཀྱི་འབྱུང་གནས་མཆོག་ཁོང་བལ་ཡུལ་ལ་ཐེངས་གཉིས་ཙམ་ཕེབས་ནས། རང་བྱུང་སྔོན་རབས་ཀྱི་མདོ་འདི་བོད་སྐད་ཐོག་ལ་བསྒྱུར་བ་རེད། དེ་ནི་ཁོང་གི་སྔོན་གྱི་འདོད་པ། དུ་མ་ལ་དགག་པ་མང་པོ་གནང་ནས། ཁོང་གིས་རང་བྱུང་སྔོན་རབས་ཀྱི་རྡོ་གཞིར་བཅར་བྱས་ནས་བཞད་ཀྱི་ཡོད་པ་རེད། རང་བྱུང་སྔོན་རབས་ཀྱི་རྡོ་འདི་གཉིས་བ་ཡུལ་ག་རེ་ཟེར་ན་དེབ་ནག་རིགས་ཀྱི་སྐད་ཐོག་ལ་ཡོད་པས། སོ་ཨིན་པུ་པུ་རན་ནི་བོད་སྐད་ཐོག་ལ་བསྒྱུར་པ་ཅིག་ཆགས་བསྡད་ཡོད་རེད་ད་སོ་ཨིན་པུ་པུ་རན་ཁོ་རང་ལ་ག་རེ་ཟེར་ན་ལྕགས་དྲྭར་ལ་འོ་ར་བ། ལེའུ་དེ་བཅུ་ཡོད་པ་རེད་ད་ད་ལྟ་སིདྡྷུ་པཎ་ཆེན་མཆོག་གིས་ལེའུ་བཅུ་ནང་ནས་ལེའུ་བརྒྱད་མ་གཏོགས་བསྒྱུར་མེད་པ་རེད། རྡོ་དེ་གཉིས་ཀྱི་ནང་ནས་རང་བྱུང་སྔོན་རབས་ཀྱི་རྡོ་ནང་ལོ་གསུང་བྱ་རྒྱུ་གི་དེ་འདྲའི་གནད་དེ་འཕགས་པ་ཤིང་ཀུན་གྱི་མཆོད་རྟེན་འདི་གཉིས་ཡིན་པ་ལ་མཁས་པ་རྣམས་ཀྱིས་ཐེ་ཚོམ་མེད་པ་རེད་དེ་ལ། ད་ད་ལྟ་འཕགས་པ་གླང་རུ་ལུང་བསྟན་ནང་ལོ་བསྟན་བྱ་རྒྱུ་ཡི་མདོ་འདི་ལ་མཁས་པ་རྣམས་ལ་བཞེད་པ་མི་འདྲ་བ་རྣམ་པ་གཉིས་ལེགས་ཀྱི་ཡོད་རེད་གང་ཡིན་ཟེར་ན་རྒྱུ་མཚན་ག་བ་ལ་ཐུག་གི་ཡོད་རེད་ཟེར་ན། འཕགས་པ་གླང་རུ་ལུང་བསྟན་ནང་ལོ་བསྟན་བྱ་རྒྱུ་ཡི། ཡུལ་དེ་ལ་ས་ཆ་དེའི་ག་རེ་ཟེར་ན་ལི་ཡུལ་ལ་ནས་གསུངས་ཡོད་པ་རེད་ད་དེ་ལི་ཡུལ་དེ་བ་ཡུལ་ཡིན་པ་དང་བ་ཡུལ་མ་ཡིན་པ་གཉིས་ལ་འདོད་པ་མ་འདྲ་བ་རྣམ་པ་གཉིས་སླེབས་པ་ལ་བརྟེན་ནས་དེ་ནས་ལུང་འདི་ལ་ཡང་ཁས་ལེན་ཡོད་པ་དང་མེད་པ་གང་ས་རྣམ་པ་གཉིས་སླེབས་ཀྱི་ཡོད་པ་རེད། མཆོད་རྟེན་འཕགས་པ་ཤིང་ཀུན་འདི་ཉིད་ཀྱི་ལོ་རྒྱུས་ག་འདྲས་རེ་ཞུས་པ་ཡིན་ན། དེ་ཡང་ལོ་རྒྱུས་དེ་རང་བྱུང་སྔོན་རབས་ཀྱི་རྡོ་ནང་ལོགས་སལ་པོ་ཡོད་པ་རེད། རང་བྱུང་སྔོན་རབས་ཀྱི་རྡོ་དེ་ཕར་སློག་ཡོང་དུས་མི་རྣམས་ཀྱིས་ག་རེ་ཟེར་ན་ཚེ་ལོ་བརྒྱད་ཁྲི་ཡི་སྐབས་སུ་སངས་རྒྱས་རྣམ་གཟིགས་བྱོན་པ་དང་དེ་ནས་ཚེ་ལོ་བདུན་ཁྲི་ཡི་སྐབས་སུ་གཙུག་ཏོར་ཅན་དང་ཚེ་ལོ་དྲུག་ཁྲི་ཡི་སྐབས་སུ་སངས་རྒྱས་ཐམས་ཅད་སྐྱོབ་དེ་ནས་སངས་རྒྱས་འོད་སྲུང་དང་ཤཱཀྱ་ཐུབ་པ་ནས་རིམ་པ་བྱས་ནས་བྱུང་ཡོད་པ་དེ་བསྟན་ཡོད་པ་རེད། ཡིན་ན་ཡང་ང་ཚོ་ནམ་རྒྱུན་ཡོངས་གྲགས་ལ། སངས་རྒྱས་རྣམ་གཟིགས་དང་གཙུག་ཏོར་ཅན་དང། ཐམས་ཅད་སྐྱོབ་ཁོང་རྣམ་པ་འདི་སྐལ་པ་དགུ་བཅུ་གྱི་སྔོན་ལ་དང་སྐལ་པ་དྲུག་ཅུ་རེ་གཅིག་གི་སྔོན་ལ་དང་སྐལ་པ་བཞི་བཅུ་གྱི་སྔོན་ལ་བྱོན་པ་རེད་ལ་ནི་འདི་ཡོངས་གྲགས་ཆགས་བསྡད་ཡོད་རེད། གང་ལྟར་ཡང་སངས་རྒྱས་གཙུག་ཏོར་ཅན་གྱི་སྐབས་སུ། རི་གླང་རུ་འདི་ཡི་སྒང་ལ། ག་རེ་ཟེར་ན། ཤེལ་གྱི་མཆོད་རྟེན་ཁྲུ་གང་པ་ཅིག་བྱུང་བ་རེད། དེ་ནས་སངས་རྒྱས་ཐམས་ཅད་སྐྱོབ་ཀྱི་སྐབས་སུ་རྒྱ་ནག་རི་བོ་རྩེ་ལྔ་ལ། འཇམ་པའི་དབྱངས་ཀྱི་སྤྲུལ་པ་རང་བཞིན་འཇམ་པའི་ལྷ་ཁོང་བཞུགས་ཡོད་པ་རེད། ད་ཁོང་གིས་ག་རེ་ཟེར་ན་འཕགས་པ་ཁྱིམ་ཀུན་གྱི་མཆོད་རྟེན་འདི་ལ་ཕྱག་དང་མཆོད་པ་ཕུལ་ལས་ཀྱི་ཆེད་དུ་བག་ཡུལ་ལ་ཕེབས་པ་རེད། ད་བལ་ཡུལ་ལ་ཕེབས་ཡོང་དུས་སྐབས་སུ། ད་འཕགས་པ་ཤིང་ཀུན་གྱི་མཆོད་རྟེན་འདི། རི་འདི་ཡིས་ག་རེ་ཟེར་ན་མཐའ་སྐོར་ཚང་མ་ལ་མཚོ་ཡིས་འཁྱིལ་ཏེ་ཡོད་པ་རེད། ད་ཁོང་གིས་འདི་ལ་ག་རེ་ཟེར་ན་རྫུ་འཕྲུལ་ཅན་གྱི་མི་མ་གཏོགས་ཆེད་རྫུ་འཕྲུལ་མེད་མཁན་སོ་སོ་སྐྱེ་བོ་ཕལ་པ་དེ་ཚོས་འགྲོ་ཐུབ་ཀྱི་མེད་པ་ལ་བརྟེན་ནས་ད་ཁོང་གིས་དེ་ལ་གཙོ་བོ་དགོངས་ནས་དམིགས་ནས་དེ་ནི། འཇམ་པའི་དབྱངས་ཀྱི་སྤྲུལ་པ་ཡིན་དུས་སྐབས་སུ་ཁོང་གིས་རལ་གྲི་འདི་གིས་ག་རེ་ཟེར་ན། བལ་ཡུལ་ད་ལྟ་ང་རང་གིས་ག་རེ་ཟེར་ན་རྒྱ་བཟའ་ཡབ་ཀརྨ་འབྲུག་གིས་རི་འདི་བཤགས་པ་རེད་ལབ་ཀྱི་ཡོད་རེད། ད་འདི་བཤགས་པ་ལ་བརྟེན་ནས་དེ་ནི། བལ་ཡུལ་གྱི་མཚོ་འདི་ཚང་མ་མར་བསྒྲིལ་ནས་ཉི་མ་བཞིན་ནང་ལོགས་ལ་མཚོ་འདི་ཚང་མ་སྐམ་རེད། ད་འདི་ཡི་ག་རེད་ཟེར་ན་ལོ་རྒྱུས་ནང་ལོ་ཡོད་པ་རེད། དེ་ནས་སྐལ་པ་འདི་ཡི་མི་རྣམས་ཀྱི་ཚེ་ལོ་བཞི་ཁྲི་ཡི་སྐབས་སུ་སངས་རྒྱས་འོད་སྲུང་བྱོན་པ་རེད། ད་སངས་རྒྱས་འོད་སྲུང་གི་བསྟན་པ་གནས་པའི་སྐབས་སུ་རྒྱ་གར་མགོ་བཀྲ་ཡི་ཡུལ་གྱི་རྡོ་རྗེ་སེམས་དཔའ་གྱི་སྤྲུལ་པ་རྒྱལ་པོ་ཙནྡྲ་བདེ་བ་སེང་ངེ་འཇིགས་བྱུང་བ་རེད། ད་ཁོང་གིས་ག་རེད་ཟེར་ན། འཁོར་བ་ལ་ཧ་ཅང་གི་ཉེས་ཆུང་སྐྱེས་ནས་དེ་ནས་ཁོང་གི་བུ་ཤཱཀ་ཏི་བདེ་བ་ལ་རྒྱལ་པོར་བསྐོས་ནས་ཁོང་བ་ཡུལ་ལ་བྱོན་པ་རེད། དེ་ནས་ཁོང་བ་ཡུལ། རང་བྱུང་གི་མཆོད་རྟེན་འདི་ཡི་མདུན་ལ་རབ་ཏུ་བྱུང་བ་རེད། ད་རབ་ཏུ་བྱུང་ནས་ཕྱིས་སུ་ཁོང། ཤེལ་གྱི་མཆོད་རྟེན་འདི་ལ་གནོད་པ་དང་འཇིགས་པ་མ་བྱུང་བས་ཀྱི་ཆེད་དུ་ཁོང་གིས་ཕྱི་ལོགས་ལ་དང་ས་དང་རྡོ་བརྩིགས་ནས་མཆོད་རྟེན་ཆེན་པོ་ཅིག་བཞེངས་པ་རེད། མཆོད་རྟེན་འདི་ཡི་མཚན་ལ་དེབ་ནག་རིགས་ཀྱི་སྐད་ཐོག་ལ་སོ་ཨིན་པུའུ་ཞུས་ཀྱི་ཡོད་པ་རེད། སོ་ཨིན་པུའུ་ལ་ན་བོད་སྐད་ཐོག་ལ་རང་བྱུང་ཕྱག་དེ་ཡོད་རེད། ཡིན་ན་ཡང་དེ་རིང་ཁ་སང་ང་ཚོ་ཡོངས་གྲགས་ལ་འཕགས་པ་ཤིང་ཀུན་ཞུས་ཀྱི་ཡོད་པ་རེད། ད་འཕགས་པ་ཤིང་ཀུན་འདིས་ད་དགོན་པ་ཀླུ་སྒྲུབ་དང་འབྲེལ་ནས་ཁ་ཤས་ཀྱི་ལོ་རྒྱུས་ཐོག་ལ་བཤད་སྟངས་ཅིག་ཡོད་ཡོད་པ་རེད་དེ་ཡིན་ན་ཡང་དེ་ལ་མཁས་པ་རྣམས་ཀྱིས་དགག་པ་གནང་ནས་དེང་སང་ལོ་རྒྱུས་སྨྲ་བ་རྣམས་ཀྱིས་ག་རེ་འཐད་པོ་འཛིན་གྱི་ཡོད་རེད་ཟེར་ན། ནེ་པཱལ་ནས་བར་གྱི་སྐད་ཐོག་ལ་རང་བྱུང་ལ་སིང་གུ་ལ་ནི་ལབ་ཀྱི་ཡོད་རེད་ཟེར་ད་འདི་ག་རེད་ཟེར་ན་ཕྱིས་སུ། སྐད་དེ་ཉམས་པ་དང་ཟུར་ཆག་པ་ལ་བརྟེན་ནས་སིང་གུ་ནི་ཤིང་ཀུན་ཆག་པ་རེད་ལ་ནི་ད་འདི། དེང་སང་ཐེ་པོ་འཛིན་གྱི་ཡོད་པ་རེད། མཆོད་རྟེན་འདི་ལ་མཚན་དེ་ཙམ་མ་རེད། སྙེ་མ་ག་རེད་ཟེར་ན་རྫོགས་ལྡན་གྱི་དུས་སུ་མཆོད་རྟེན་འདིའི་མཚན་ལ་པད་མའི་རི་ཞུ་གི་ཡོད་པ་རེད་དེ་ནི་སུམ་ལྡན་གྱི་དུས་སུ། རི་བོ་རྡོ་རྗེ་བརྩེགས་པ་དེ་ནི་གཉིས་ལྡན་གྱི་དུས་སུ་གླང་རུའི་རི། དེ་ནི་རྩོད་ལྡན་གྱི་དུས་སུ་ད་ད་ལྟ་དུས་སྙིགས་མ་འདི་ལ་ག་རེད་ཟེར་ན་རི་བོ་གླང་ཕྱུག་ལ་ནི་དེ་འདྲའི་ཡང་མཚན་ཐོགས་ཡོད་པ་རེད། ད་ལྟའི་མཆོད་རྟེན་འདི་ལ་ག་རེ་ཟེར་ན་མཚན་དེ་ཙམ་མ་ཡིན་པར་ད་དུང་ལོ་རྒྱུས་ཐོག་ལ་མཆོད་རྟེན་འདི་ལ་མཚན་ཧ་ཅང་གི་མང་པོ་ཡོད་པ་རེད། མཆོད་རྟེན་འཕགས་པ་ཤིང་ཀུན་འདི་ཉིད་བཞེངས་ནས་ལོ་ག་ཚོད་འགྲོ་གི་རེད་ཞུས་པ་ཡིན་ན། དེ་ཡང་འཕགས་པ་ཤིང་ཀུན་ལ་ཡོད་པའི། ཤེལ་གྱི་མཆོད་རྟེན་རང་བྱུང་གི་མཆོད་རྟེན་དེ་སངས་རྒྱས་གཙུག་ཏོར་གྱི་སྤྱན་གྱི་སྐབས་སུ་བྱུང་བ་རེད་དེ་ཡོང་དུས་ཁོ་ཚོ་སྐལ་པ་མང་པོ་ཡིན་སྔོན་ལ་བྱུང་བ་ལ་བརྟེན་ནས་ལོ་ཧ་ཅང་གི་མང་པོ་འགྲོ་གི་ཡོད་པ་རེད། ཡིན་ན་ཡང་ཕྱིས་སུ་སངས་རྒྱས་འོད་སྲུང་གི་བསྟན་པ་ཡི་སྐབས་སུ་རྒྱལ་པོ་ཙནྡྲ་དེ་བ་ཁོང་རབ་ཏུ་བྱུང་ནས། དེ་ནས་ཤེལ་གྱི་མཆོད་རྟེན་གྱི་ཕྱི་ལོགས་ལ་ས་དང་རྡོ་ལས་གྲུབ་པའི་མཆོད་རྟེན་ཆེན་པོ་ཅིག་བཞེངས་ཡོད་པ་རེད་ད་དེའི་མཆོད་རྟེན་འདི་དེ་ནས་མཆོད་རྟེན་བྱ་རུང་ཁ་ཤོར་ནང་བཞིན། ལོ་ས་ཡ་གཅིག་ལྷག་འགྲོ་གི་ཡོད་པ་རེད། ཡང་བོད་ཡུལ་གྱི་ལོ་རྒྱུས་རྙིང་པ་གོ་པ་ལ་ར་ཅའ་བམ་ས་བ་ལས་གཞིར་བཟུང་བྱས་སོང་ན་མཆོད་རྟེན་འདི་དུས་རབས་ལྔ་པ་དྲུག་པ་ནང་ལ། རྒྱལ་པོ་ཝར་ས་དེ་བ་ཡི་སྐབས་སུ་བཞེངས་པ་རེད་ལ་ནས་སྡོད་ཀྱི་ཡོད་པ་རེད། མཆོད་རྟེན་འདི་ལ་ཕྱག་དང་མཆོད་པ་ཕུལ་མཁན་དང་ཞིག་གསོ་གནང་མཁན་ཐོག་མར་སུ་རེད་ཞུས་པ་ཡིན་ན་དེ་ཡང་བོད་པ་གཅིག་ནས་ངོས་ནས་བཤད་ན། ཕྱག་དང་མཆོད་པ་ཐོག་མར་ཕུལ་མཁན་འདི་གླང་གི་གྲུབ་ཐོབ་ཆེན་པོ་ཡེ་ཤེས་འབྱུང་གནས་ཕྱག་དེ་ཡོད་རེད་དེ་ཡིན་པ་ཡང་གླང་གི་པོ་ཏི་བསེ་རུ་ནང་ལོགས་ལ་གསུངས་ཡོད་པ་རེད། ཡིན་ན་ཡང་མཆོད་རྟེན་འདི་ཞིག་གསོ་ཐོག་མར་གནང་མཁན་སུ་རེད་ཞུས་པ་ཡིན་ན་དེ་ཡང་དུས་རབས་བཅོ་ལྔ་ནང་ལོགས་བྱོན་པའི་གཙང་སྨྱོན་ཧེ་རུ་ཀ་ཕྱག་དེ་ཡོད་རེད་ད་ཁ་ཤས་ཀྱིས་ག་རེ་ཟེར་ན་དེའི་སྐབས་སུ་ཀ་ནྡི་པུར་གྱི་རྒྱལ་པོ་ར་ཏྣ་མ་ལ་ཁོང་ལ་གདན་འདྲེན་ཞུས་ནས་དེ་ནས་བ་ཡུལ་འཕགས་པ་ཞིག་ངོས་ཕྱི། མཆོད་རྟེན་དེ་ཞིག་གསོ་གནང་བ་རེད་ལ་ནི་བཤད་སྟངས་ཅིག་ཡོད་པ་རེད། གང་ལྟར་ཁོང་དུས་རབས་བཅོ་ལྔ་མཇུག་བསྡུ་བ་ལ། དེ་ནས་འཕགས་པ་ཤིང་མོའི་མཆོད་རྟེན་འདི་ཞིག་གསོ་ཧ་ཅང་གི་རྒྱས་པོ་གནང་ཡོད་པ་རེད། ཕྱིས་སུ་དེ་ནས་ལྷ་བཙུན་རིན་ཆེན་རྣམ་རྒྱལ་དང་གནས་རམས་པ་བྱམས་པ་ཕུན་ཚོགས། དེ་ནས་ཀ་ཐོག་རིག་འཛིན་ཚེ་དབང་ནོར་བུ་ཞྭ་དམར་པ་བཅུ་པ། ཆོས་གྲུབ་རྒྱ་མཚོ་མཆོག། དེ་ནས་རྟོགས་ལྡན་ཤཱཀྱ་ཤྲཱི་རིས་ཁོང་རྣམ་པ་ཀྱིའང་ག་རེ་ཟེར་ན། མཆོད་རྟེན་འདི་ཞིག་གསོ་ཧ་ཅང་གི་རྒྱས་པོ་གནང་ཡོད་པ་རེད་ད་དེའི་ཕྱག་དང་མཆོད་པ་ཕུལ་མཁན་དང་ཞིག་གསོ་གནང་མཁན་བླ་མ་ཁ་ཤས་ཀྱི་མཚན་ཞུས་པ་ཡིན་སྤྱིར་བཏང་གི་ག་རེ་ཟེར་ན་བོད་ནི་རྒྱ་གར་ལ་ཆོས་བྱེད་ག་མ་ཕེབས་ན་མ་ཕེབས་རེད་མོད་ད་ཅིག་ཕེབས་མཁན་བླ་མ་ཕལ་ཆེ་བ་གི་ག་རེ་ཟེར་ན་འཕགས་པ་ཤིང་ཀུན་འདི་ལ་ཕྱག་དང་མཆོད་པ་ཕུལ་ཡོད་པ་རེད་དེའི་སྒང་ལ་སྒོམ་ཉམས་ལེན་ཡང་མང་པོ་ཅིག་གནང་ཡོད་པ་རེད་ད་དེ་ཁོང་རྣམ་པ་ཡི་བླ་མ་མང་ཆེ་བ་གི་རྣམ་ཐར་ནང་ལ་འཕགས་པ་ཤིང་ཀུན་འདི་མཇལ་ཡོད་པ་རེད། བོད་ཀྱི་ལོ་ཙཱ་བ་ཙམ་མ་ཟད་རྒྱ་གར་གྱི་དཔེ་འབྲི་སྟངས་མང་པོ་ཅིག་ཡང་ག་རེ་ཟེར་ན་འཕགས་པ་ཤིང་དྲུང་དེ་མཇལ་ཡོད་པ་རེད་མཇལ་ཡོད་པ་མ་ཟད་རྐང་བཙུགས་ནས་ཁོ་རང་འཕགས་པ་ཤིང་དྲུང་དེ་མཇལ་ཁ་ཡང་དཔེ་འབྲི་སྟངས་མང་པོ་ཅིག་ཕེབས་ཡོད་པ་རེད། རང་བྱུང་གི་མཆོད་རྟེན་འཕགས་པ་ཤིང་དྲུང་འདི་གཉིས་ང་ཚོ་ནང་པ་ཙམ་མ་ཡིན་པར་ཧིན་རྡུ་དང། དེ་ནས་བོན་པོ་གྱིས་ཡང་གནས་ཧ་ཅང་གི་རྩ་ཆེན་པོ་བརྩིགས་ཀྱི་ཡོད་པ་རེད་ད་བོན་པོའི་ཕྱོགས་ལ་སེམས་བློ་བཏང་སོང་ན། སྟོན་པ་གཤེན་རབ་མི་བོ་རྗེ་ཁོང་དགུང་ལོ་བཅུ་དྲུག་གི་སྐབས་སུ་བ་ཡུལ་ལ་བྱོན་པ་རེད་བཞུགས་གསུངས་ཀྱི་ཡོད་པ་རེད་བ་ཡུལ་ལ་བྱོན་ནས་དེའི་སྐབས་སུ་ཨ་ནི། ཁོང་གིས་ལུང་བསྟན་གནང་བ་ལ་བརྟེན་ནས་ཨ་ཤོ་དང་དྷ་ར་ཞེས་པའི་བལ་པོ་གྱི་མི་གཉིས་ཀྱིས་དེ་ནས་མཆོད་རྟེན་འདི་བཞེངས་པ་རེད། དེ་ནས་མཆོད་རྟེན་འདི་ལ་ཕྱག་དང་མཆོད་པ་དང་རབ་གནས་རྒྱ་ཆེན་པོ་བྱས་པ་ལ་བརྟེན་ནས་བཀྲ་ཤིས་པའི་རྟེན་འབྲེལ་ཧ་ཅང་གི་བཟང་པོ་བྱུང་བ་རེད། དེ་ལ་བརྟེན་ནས་མཆོད་རྟེན་འདི་ཡི་མཚན་ལ་འཕགས་པ་ཤིང་ཀུན་ལ་ནས་ཐོགས་པ་རེད་ལ་ནས་ཁོང་ཚོ་གིས་དེ་འདྲས་གསུང་གི་ཡོད་པ་རེད། ཧིན་དུ་རྣམས་ཀྱིས་ག་རེ་འདོད་ཀྱི་ཡོད་རེད་ཞུས་པ་ཡིན་ན་སོ་ཨེན་པོ་འདི་གཉིས་ལྷ་དབང་ཕྱུག་ཆེན་པོ་དང་ལྷ་ཁྱབ་འཇུག་གི་མིང་གི་རྣམ་གྲངས་ཆགས་འདི་ཡོད་རེད་དེ་ཡིན་པ་འདི་ཡང་མ་ཧ་བྷ་ར་དང། འདི་དག་ནང་ལོགས་སར་ཡོད་པ་རེད། དེ་ལ་བརྟེན་ནས་ཁོ་ཚོ་གིས་གནས་འདི་ཡང་ཁོ་ཚོ་གི་ངོར་ལ་ཧ་ཅང་གི་གནས་རྩ་ཆེན་པོ་བརྩི་གི་ཡོད་པ་རེད། རང་བྱུང་གི་མཆོད་རྟེན་འཕགས་པ་ཆེན་ཁུལ་འདི་ཉིད། ལོ་རྒྱུས་ལྟར་ན་ཧ་ཅང་གི་གཏིང་ཟབ་པོ་དང་རྒྱ་ཆེན་པོ་དང་དེ་ནི་ལོ་རྒྱུས་ཧ་ཅང་གི་རིང་པོ་ཡོད་པའི་མཆོད་རྟེན་གྱི་ཆ་དེ་ཡོད་རེད། ད་དེའི་རྒྱལ་རབས་དང་ཆོས་འབྱུང་དང་བླ་མ་ཁག་གི་བླ་མ་མང་པོ་ཅིག་གི་རྣམ་ཐར་ནང་ལོགས་ལ་མཆོད་རྟེན་འདི་གསལ་གི་ཡོད་པ་རེད། དེ་ལས་རྒྱས་པར་གཟིགས་འདོད་ཡོད་ན། རང་བྱུང་སྔོན་རབས་ཀྱི་རྡོ་ནང་ལོགས་ལ་ད་མཆོད་རྟེན་འདི་བྱུང་ཚུལ་དང་དེ་ནི་སངས་རྒྱས་རྣམ་གཟིགས་ནི་གཙུག་ཏོར་ཅན་ནི་མ་སངས་རྒྱས་འོད་སྲུང་གི་བར་དུ། ཧ་ཅང་གི་གསལ་པོ་གསུངས་ཡོད་པ་རེད་དེ་མ་ཟད་བག་ཡོད་ཀྱི་གྲོང་པ་དང་ཡུལ་ཆགས་སྟངས། དེ་ནས་དེ་རིང་ག་སང་ང་ཚོ་གི་ལོ་རྒྱུས། མཆོད་རྟེན་འཕགས་པ་ཤིང་སྨྱོན་གྱི་ལོ་རྒྱུས་བཤད་སྟངས་ཡོངས་གྲགས་འདི་ག་རེད་ཟེར་ན་རང་བྱུང་སྔོན་རབས་ཀྱི་མདོ་ནང་ལོ་ལ་གསལ་པོ་བསྟན་གྱི་ཡོད་པ་རེད། རང་བྱུང་གི་མཆོད་རྟེན་འཕགས་པ་ཤིང་སྐུད་འདི་གཉིས། ལོ་རྒྱུས་གཏིང་ཟབ་པོ་དང་ཧ་ཅང་གི་རྒྱ་ཆེན་པོ་རེད་དེ་ཡིན་ན་ཡང་ངེད་ཀྱིས་ཁྱེད་རྣམ་པ་ལ་མདོར་བསྡུས་ཙམ་ཞིག་ཞུ་ཡས་ཀྱི་འབད་བརྩོན་བྱས་པ་ཡིན་དེ་ལ་བརྟེན་ནས་ཁྱེད་རྣམ་པ་ལ་བློ་སྐྱེད་ཆུང་ཆུང་ཡིན་ནའི་ར་བའི་རེ་བ་ཡོད་ལགས་སོ་ཐུགས་རྗེ་ཆེ།